ཀ། ཕྱི་ལོ་ཉིས་སྟོང་ཉིན་བཙན་དབང་རྩ་དྲུག་ལོའི་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་དང་བོད་མི་དབང་སྤྱི་འཐུས་སྐབས་བཅོ་བརྒྱད་པའི་འོས་བསྡུ་ཆེན་མོའི་ལས་རིམ་འཐུས་ཚང་བསྒྲུབ་ཐུབ་པའི་ཐུགས་འགན་གཙོ་བོ་ས་གནས་འོས་བསྡུ་ལས་ཁང་ཁག་ལ་ཡང་ཡོད་པར་བརྟེན་ས་གནས་འོས་བསྡུ་ལས་ཁང་ཁག་གི་འགན་འཛིན་དང་ཚོགས་མི་རྣམ་པས་རང་ཇུས་ཞུ་སྒོ་ཁག་རང་དབང་དང་རང་འབད་ཐོག་མཐུན་རྐྱེན་ཆེ་ཤོས་ཀྱི། ལུས་རྩལ་དང་འབྲེལ་བའི་རྩོད་རྙོག་རྣམས་ས་གནས་རང་ནས་ཐག་གཅོད་གང་ཐུབ་གནང་དགོས་པའི་ནན་སྐུལ་ཞུ་རྒྱུ་དང་མང་ཚོགས་ནས་འོས་འཕེན་རྒྱུའི་ཐོབ་ཐང་རྩ་ཆེ་ཤོས་ཡིན་པས་ས་གནས་སོ་སོར་འོས་འཕེན་གྱི་ཆ་རྐྱེན་ཚང་རིགས་རྣམས་ལ་འོས་འཕེན་ཆོག་པའི་ཐོབ་ཐང་ངེས་པར་གནང་དགོས་རྒྱུ། དེ་བཞིན་འོས་བསྡུའི་ཉིན་ས་གནས་གཞན་ནས་ཕེབས་མཁན་འོས་འཕེན་པའི་ཆ་རྐྱེན་ཚང་རིགས་རྣམས་ལའང་འོས་འཕེན་རྒྱུའི་ཐོབ་ཐང་སྤྲོད་དགོས་རྒྱུ།

བཙན་བྱོལ་བོད་མིའི་འོས་བསྡུ་སྒྲིག་གཞི་དང་དབུས་འོས་བསྡུ་ལས་ཁང་ནས་གཏན་འབེབས་གནང་བའི་རྩ་འཛིན་ལམ་སྟོན་ཁག་དང་འགལ་མེད་ལག་བསྟར་ཡན་ལག་འགོད་རྒྱུ་སྤྱི་དང་བྱེ་བྲག་ཏུ། འོས་མི་དང་དེའི་རྒྱབ་སྐྱོར་བ་རྣམས་ནས་དངུལ་དངོས་སོགས་བཀོད་ངན་སྤྲོད་ལེན། བརྒྱུད་སྐུལ་ཐབས་ཤེས་རིགས་བྱས་པའི་ར་སྤྲོད་བྱུང་ཚེ། སྒྲིག་སྲོལ་ལྟར་བཟོད་བསྲན་གླེང་སྐོག། Zero Tolerance། ཡིན་པའི་བོད་དོན་མི་ཆུང་བའི་ནན་སྐུལ་ཞུ་རྒྱུ་དང། དེ་བཞིན་འོས་མི་བྱེད་མཁན་རྣམ་པ་དང་རྒྱབ་སྐྱོར་རྣམས་ནས་རྒྱབ་སྐྱོར་བ་རྣམས་ནས་འོས་བསྡུའི་ཉིན་གཉིས་གོང་འོས་བསྡུའི་དྲིལ་བསྒྲགས་བྱེད་མཚམས་འཇོག་དགོས། ལྔ་པ། དེ་ནས་དེ་སྔ་སྤྱི་ལོ་ཉིས་སྟོང་ཉིས་བརྩེགས་ལྔ་ཟླ་བ་བཅུ་པའི་ཚེས་བདུན་ཉིན་གྱི་གསར་འགོད་གསལ་བསྒྲགས་ནང་གསར་འགྱུར་བརྒྱུད་ལམ་ཁག་ནས་མང་གཙོའི་ཀ་བ་ཞི་བར་ངོས་འཛིན་ཞུས་པ་ལྟར་དངོས་ཡོད་གནས་ཚུལ་རྣམས་གཞི་རིམ་མི་དམངས་མང་ཚོགས་ལ་དུས་ཐོག་འཁྱོལ་ཐུབ་པའི་དམིགས་བསལ་ནུས་པ་དང། ལས་འགན་ཡོད་པ་བཞི་ནི་སྤྱི་ལོ་ཉིས་སྟོང་ཉིས་བརྩ་དྲུག་བཙན་ལ་བརྩ་དྲུག་ལོའི་སྲིད་སྤྱི་གཉིས་ཀྱི་འོས་བསྡུ་ཆེན་མོའི་ལས་རིམ་སྐབས་མང་ཚོགས་ལ་སྨན་པའི་གནས་ཚུལ་ཁྱབ་གདལ་རྒྱ་སྐྱེད་གནང་བའི་ཡིད་ཆེས་ཞུ་རྒྱུ་ཡིན་ཞེས་གསལ་ཡོད་པ་ལྟར། གསར་འགྱུར་བརྒྱུད་ལམ་ཁག་ནས་ཀྱང་མང་ཚོགས་ལ་འོས་བསྡུའི་གོ་རྟོགས་ཡོང་ཆེད། དབུས་འོས་བསྡུ་ལས་ཁང་གིས་གསར་འགོད་གསལ་བསྒྲགས་ཁག་རྒྱ་ཁྱབ་དང་འོས་མིའི་ངོ་སྤྲོད་དང་བགྲོ་གླེང་སོགས་གང་ལེགས་གནང་ཡོད་པར་དེ་ག་དབུས་འོས་བསྡུ་ལས་ཁང་ནས་བསྔགས་བརྗོད་དང་ཐུགས་རྗེ་ཆེ་ཞུ་རྒྱུ་ཡིན། འོན་ཀྱང། འོས་བསྡུའི་ལས་རིམ་ལ་དགོས་གལ་ན་སྤྱི་ཚོགས་འཁྲུག་གཞིའི་གནད་དོན་རིགས་བྱུང་ཚེ། གསར་འགྱུར་བརྒྱུད་ལམ་ཁག་ནས་བློ་གཟུ་བོར་གནས་པའི་ཐོག་ཁྱབ་སྤེལ་གནང་ཕྱོགས་ལ་ཡིད་གཟབ་ཡོང་བའི་སྐུལ་འདེད་ཞུ་རྒྱུ་ཡིན། ཆ་པ། དེང་གི་ཆར་སྤྱི་ཚོགས་ཀྱི་དཀའ་ངལ་ཆེ་གྲས་བཞི་ནི་འགན་ཁུར་གང་ཡང་མེད་པའི་ཁ་པར་དང་སྤྱི་ཚོགས་དྲ་ལམ་སོགས་བེད་ལོག་གིས་བདེན་པ་མིན་པའི་གནས་ཚུལ་ཁྱབ་སྤེལ་གྱིས་སྤྱི་ཚོགས་འཁྲུག་གཞི་དང་བོད་མིའི་གཅིག་སྒྲིལ་ལ་གནོད་ཚབ་འགྲོ་ཉེན་ལ་སོམས་རྒྱ་ཆེ་མང་ཚོགས་ནས་དགོས་མེད་སྤྲོ་དགའི་རུས་ལ་དབུ་མ་འཁོར་བར་དོགས་ཟོན་དང། འོས་གསང་འབོད་འབོད་བྱ་ར་དམ་འཛིན་ངེས་པར་གནང་དགོས་རྒྱུ་ནན་སྐུལ་ཞུ་རྒྱུ་དང་བོད་བསྟན་སྲིད་མི་རིགས་དང་རྩ་དོན་ཁོ་ནར་དམིགས་པའི་ཕྱོགས་ལྷུང་འདོར་བའི་ཐོག་ནས་སྲིད་སྤྱི་གཉིས་ཀྱི་འོས་བསྡུའི་ནང་ཆ་ཤས་ངེས་པར་གནས་ཐབས་ཡོང་བའི་འབོད་སྐུལ་ཤུགས་དྲག་ཞུ་རྒྱུ་ཡིན། ཆ་པ། སྤྱིར་གཞུང་འབྲེལ་མིན་པའི་ཚོགས་སྡེ་ཁག་གི་སྒྲིག་འཛུགས་ཀྱི་འཛིན་སྐྱོང་བྱ་ཕྱོགས་དང། སོ་སོའི་ཚོགས་མི་དང་དགེ་ལས་རྣམ་པར་རང་རང་གི་ཚོགས་པའི་སྒྲིག་གཞི་གཏན་འབེབས་ཡོད་པའི་གཏན་འབེབས་ཡོད་ངེས་ལྟར་རྩ་འཛིན་ལག་བསྟར་གནང་མུས་ལ་དབུས་འོས་བསྡུ་ལས་ཁང་ནས་དགག་བྱ་དང་ཐེ་བྱུས་སོགས་ཞུ་ཡོད་མ་མཆིས་ཀྱང། བཙན་བྱོལ་བོད་མིའི་བཅའ་ཁྲིམས་དོན་ཚན་བཅུ་གཅིག་ནང་གསལ། བོད་ཀྱི་ཡུལ་མི་ཚང་མར་འོས་གཞིར་ཞུགས་རྒྱུའི་ཐོབ་ཐང་འདྲ་མཉམ་ཡོད་པ་གསལ་ཡོད་ཀྱང། འོས་བསྡུ་ཆེན་པོའི་ལས་རིམ་འགྲོ་བཞིན་པའི་སྐབས་མཚམས་སུ་ཚོགས་སྡེ་ཁག་ཅིག་ནས་ཚོགས་མི་རྣམ་པ་འོས་མིའི་བཞེངས་ཕྱོགས་ཐོག་དྲང་བདེན་དང་འདྲ་མཉམ་མེད་པའི་སྒྲིག་གཞི་བསྐྱར་བཅོས་དང་གྲོས་ཆོད་སོགས་ཀྱི་ལམ་ནས་འགོག་རྐྱེན་བྱུང་འདུག་པ་ནི་མང་གཙོའི་ལྟ་གྲུབ་དང་ཡོངས་སུ་བརྒྱབ་པ་མ་ཟད། བཙན་བྱོལ་བོད་མིའི་མང་གཙོའི་མཚན་གནས་ལ་ཡང་གནོད་འཚེ་འཇུག་ཉེན་ཡོད་པ་བློ་ཕམ་གྱི་རང་བཞིན་དུ་གྱུར། ལར་ནས་རྒྱ་ནག་དམར་གཞུང་གིས་བོད་རྒྱལ་ཁབ་བཙན་འཛུལ་བྱས་རྗེས་བོད་མི་རྣམས་བཙན་བྱོལ་དུ་རྒྱག་དགོས་བྱུང་བ། དང། སྤྱི་ལོ་གོང་ས་སྐྱབས་མགོན་ཆེན་པོའི་མཆོག་ནས་དབུ་ཁྲིད་ལམ་སྟོན་འོག་བོད་ཀྱི་འཐབ་རྩོད་རྒྱུན་འཁྱོངས་ཆེད་བོད་མིའི་སྒྲིག་འཛུགས་གསར་འཛུགས་གནང་ཡོད་པར་བརྟེན་གཞུང་འབྲེལ་མ་ཡིན་པའི་ཚོགས་སྡེ་ཁག་ཅིག་ནས་སོ་སོའི་ཚོགས་མི་རྣམས་ལ་བོད་ཀྱི་འཐབ་རྩོད་སྣེ་ཁྲིད་ཞུ་ཆེད་སྲིད་སྤྱི་གཉིས་ཀྱི་འོས་བསྡུའི་ལས་རིམ་ནང་ཆ་ཤས་བཞེས་རྒྱུ་གོ་སྐྱོན་བཟོས་ཡོད་པ་དེས་མ་འོངས་བོད་མིའི་འཐབ་རྩོད་རྒྱུན་འཁྱོངས་ལ་གནོད་འཚེ་ཡོང་རྒྱུ་གདོན་མི་ཟ། བྱ་བ། འོས་བསྡུ་ལས་རིམ་དེ་བཞིན་དྲང་བདེན་དང་འདྲ་མཉམ་ཐོག་ཡོང་དགོས་རྒྱུ་ནི་དམངས་གཙོའི་གཞི་རྩའི་དམིགས་ཡུལ་ཡིན་པ་ལྟར། འོས་བསྡུའི་ལས་རིམ་འགོ་བཙུགས་པ་ནས་འགོ་བཙུགས་ཟིན་པ་ནས་བོད་མི་མང་སྤྱི་འཐུས་ལྷན་ཚོགས་ནས་འོས་བསྡུ་ཆེན་མོའི་ལས་རིམ་སྐབས་སྤྱི་འཐུས་རྣམ་པ་གཞུང་འབྲེལ་ཕྱོགས་བསྐྱོད་གནང་རྒྱུ་མིན་པའི་ལམ་སྲོལ་ལྟར། ཚགས་བསྟར་གནང་བཞིན་པ། དེ་ནས་ནས་བསྔགས་བརྗོད་ཞུ་རྒྱུ་ཡིན་ཞུ་རྒྱུ་དང། ཕྱོགས་སུ་འོས་བསྡུའི་ལས་རིམ་འགྲོ་བཞིན་པའི་སྐབས་དཔལ་ལྡན་སྲིད་སྐྱོང་མཆོག་ནས་གཞུང་འབྲེལ་ཆོས་འཁོད་མུ་མཐུད་གནང་བཞིན་པ་ལ་མང་ཚོགས་ནས་བསམ་ཚུལ་ཡོང་བཞིན་ཡོད་པ། དེ་ཡང་དཔལ་ལྡན་སྲིད་སྐྱོང་མཆོག་གཞུང་འབྲེལ་ཆོས་འཁོད་སྐབས་ས་གནས་སོ་སོར་སྣེ་ལེན་དང་འགོ་ཁྲིད་ཞུ་མཁན་རྣམས་ས་གནས་འོས་བསྡུ་འགན་འཛིན་ཡིན་པ་དང་འོས་བསྡུ་དྲང་བདེན་ཡོང་མིན་གླེང་སློང་ཤུགས་ཆེ་རུ་མི་འགྲོ་བའི་ཆེད་དུ་དཔལ་ལྡན་སྲིད་སྐྱོང་མཆོག་སྲིད་སྐྱོང་གི་འོས་མི་ཡིན་པའི་ཆ་ནས་འོས་བསྡུ་ཆེན་མོའི་ལས་རིམ་སྐབས་ལྡོག་ཏུ་མེད་པའི་ལས་དོན་ཁག་ཕུད། གཞུང་དོན་ཆོས་གོས་ལྟར་རྒྱུན་ལྡན་མིན་པའི་གཞུང་འབྲེལ་མཛད་སྒོ་ཁག་དངོས་གཞིའི་འོས་བསྡུ་མ་གྲུབ་པར་ཕྱིར་འགྱངས་དགོས་རྒྱུ་གཙོ་དོན་ཞུ་རྒྱུ་དང་མང་ཚོགས་ཀྱི་དཀའ་སེལ་སླད་གཞི

ཕ་མ། སྔ་ལོ། དབུས་འོས་བསྡུ་སྤྱི་ཁྱབ་འགན་འཛིན་ནས་དེ་ལོའི་སྲིད་སྤྱི་གཉིས་ཀྱི་འོས་བསྡུ་ཆེན་མོའི་ལས་རིམ་འགོ་བཙུགས་ཀྱི་དུས་ཚེས། སྤྱི་ལོ་ཉིས་སྟོང་ཉིས་བརྩེགས་ལྔ་ཟླ་བ་བཅུ་པའི་ཚེས་གཅིག་ནས་གནང་རྒྱུ་གཏན་འཁེལ་གཏན་འབེབས་ཞུས་ཏེ་འགྲིག་ཐོན་སྙན་སེང་ཞུས་ཡོད་ན་ཡང། སྤྱི་ལོ་ཉིས་སྟོང་ཉིས་བརྩེགས་ལྔ་ཟླ་བ་དྲུག་པའི་ཚེས་བཅུ་གཉིས་ཉིན་དཔལ་ལྡན་སྲིད་སྐྱོང་མཆོག་ནས་གཏན་འབེབས་ཟིན་པའི་འོས་བསྡུའི་ལས་རིམ་དེ་བཞིན། སྤྱི་ཟླ་དགུ་པའི་ཚེས་གཅིག་ལ་སྔ་བསྣུར་ཡོང་བའི་དགོངས་འཆར་གནང་ཡོད་ཀྱང་དེ་ལས་ནས་དང་ལེན་ཞུས་མེད། དགོས་པ། གཞི་རིམ་དྭང་བླངས་མི་དམངས་ལས་འགུལ་ཚོགས་པ་ཞེས་པ་ནས་ཕྱི་ལོ་ཉིས་སྟོང་ཉིས་བརྩེགས་ལ་ཟླ་བ་བཅུ་པའི་ཚེས་བཅུ་བཅུ་བཞི་ཉིན་དམིགས་བསལ་ཚོགས་ཆེན་གྱི་ལས་འགུལ་ཞིག་ཞུ་ཁ་རྡ་རམ་ས་ལར་གོ་སྒྲིག་ཞུ་འཆར་གསལ་བསྒྲགས་ཞུས་པའི་གནད་དོན་དེ་ནས་ཤེས་རྟོགས་བྱུང་མ་ཐག་འབྲེལ་ཡོད་ལ་ཞལ་པར་བརྒྱུད་ལས་འགུལ་དེ་དེ་བཞིན་འོས་བསྡུའི་ལས་རིམ་སྐབས་གནང་ཐལ་མེད་པའི་ཕྱིར་འཐེན་དགོས་དགོས་སྐོར་དགག་བྱ་ཞུས་དོན་ལྟར་འབྲེལ་ཡོད་ནས་དང་ལེན་གྱིས་ཕྱིར་འཐེན་ཞུས་ཡོད། ལྔ་པ། ཨ་རིའི་སྐུ་ཚབ་དོན་ཟུར། དབུ་དགའ་ཚང་སྐལ་བཟང་རྡོ་རྗེ་ལགས་ནས་སྤྱི་ལོ་ཉིས་སྟོང་ཉིས་བརྩེགས་ལྔ་ཟླ་བ་བཅུ་གཅིག་པའི་ཚེས་ཉེར་རྩ་གཅིག་ཉིན་རྡ་ས། ལྷ་རྒྱལ་རིར་སྤྱི་ལོ་ཉིས་སྟོང་ཉིས་རྩ་དྲུག་ལོའི་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་འོས་མིར་བཞེངས་རྒྱུའི་ས་ཁྱོན་གསལ་བསྒྲགས་ཤིག་སྤེལ་སྐབས། རྒྱལ་བ་རིན་པོ་ཆེས་ནང་བཞིན་སུ་གང་གིས་གནང་ཐུབ་ཀྱི་མ་རེད། ཡིན་ན་ཡང་རྒྱལ་བ་རིན་པོ་ཆེ་གཙོས་པའི་ང་ཚོ་ཚང་མ་དང་ང་ཚོ་མི་ཚང་མ་ལ་ཡང་སྐྱོན་མེད་སྐྱོ། ཨང། ག་རེ་ཡིན་ན་ཡང་མི་གཅིག་གིས་ད་ག་ཚོད་འཇོན་ཐང་ཤེས་འཇོན་རྒྱབ་ལྗོངས་ཡོད་པ་ཡིན་ན་ཡང་མི་གཅིག་གི་ནུས་པ་དེ་མི་མང་པོ་དང་བསྡུར་ཡག་ཡོད་མ་རེད། ཞེས་གསུངས་པར་མང་ཚོགས་ནང་བསམ་ཚུལ་དང་སྐྱོན་བརྗོད་རིགས་བྱུང་བར་སོང། དེ་ནས་ནས་ཕྱི་ལོ་ཉིས་སྟོང་ཉིས་བརྒྱ་ཟླ་བ་བཅུ་གཉིས་པའི་ཚེས་བཅུ་དྲུག་ཉིན་སྲིད་སྐྱོང་འོས་མི་དབུ་དཀར་ཚང་སྐལ་བཟང་རྡོ་རྗེ་ལགས་ནས་བཅའ་ཁྲིམས་དགོངས་དོན་དང་འགལ་འཛོལ་བསྒྱུར་ངེས་ཡོད་པར

མཆོག་དང་དཔལ་ལྡན་སྲིད་སྐྱོང་མཆོག་ལ་སྐུ་མགྲོན་གཙོ་བོར་གདན་ཞུ་གནང་འཆར་གྱི་གནས་ཚུལ་ཤེས་རྟོགས་བྱུང་སྐབས། དེ་ནས་འབྲེལ་ཡོད་བརྒྱུད་འོས་བསྡུའི་ལས་རིམ་སྐབས་དཔལ་ལྡན་བོད་མི་མང་སྤྱི་འཐུས་ཚོགས་གཙོ་མཆོག་དང་སྲིད་སྐྱོང་འོས་མི་དཔལ་ལྡན་སྲིད་སྐྱོང་མཆོག་རྣམ་གཉིས་ཚོགས་ཆེན་དེར་སྐུ་མགྲོན་གཙོ་བོར་གདན་ཞུ་གནང་མ་དགོས་པར་ལམ་སྟོན་ཞུས་ཡོད། བྱ་བ། སྤྱི་ལོ་ཉིས་སྟོང་ཉིས་བརྩེགས་ལྔ་ཟླ་བ་བཅུ་གཉིས་པའི་ཚེས་ཉིན་རྩ་བདུན་ཉིན་གདན་ས་ཆེན་པོ་དཔལ་ལྡན་འབྲས་དཀར་སྐུ་འཕན་བླ་སྤྱི་ནས་གཞུང་འབྲེལ་སྦྲ་ནག་གནས་ཆུང་ཆོས་དགེ་ཆེན་པོས་སྤྱན་འདྲེན་ཞུས་སྐབས་ཀྱི་བཀའ་ལུང་དང་འབྲེལ་བའི་བོད་ཀྱི་རླུང་འཕྲིན་ཁང་ནས་སྐུ་ཤོག་རྡོ་རྗེ་ལགས་ལ། ཟླ་བ་བཅུ་གཉིས་པའི་ཚེས་སུམ་བཅུ་ཉིན་བཅའ་ཁྲིམས་ཞུས་པའི་ལན་འདེབས་སུ། གཞུང་འབྲེལ་དྲྭ་ལའི་བཀའ་ལུང་ཇི་བཞིན་འགྲེལ་བརྗོད་གནང་ཡོད་གནང་ཡོད་ཀྱང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་ལྔ་རྩ་དྲུག་ལོའི་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྤྱི་གཉིས་ཀྱི་འོས་བསྡུའི་ལས་རིམ་འགྲོ་བཞིན་པའི་སྐབས་དེར་ཁོང་ནས་འཕྲོད་བཞེས་ཀྱི་ཆབ་སྲིད་དང་འབྲེལ་བའི་བཀའ་མོལ་མང་དག་གནང་ཐད་ཀྱི་རྐྱེན་པས་སྤྱི་ཚོགས་འཁྲུག་གཞི་དང་འོས་བསྡུའི་ལས་རིམ་ལ་དོ་ཕོག་འགྲོ་ཉེན་ཡོད་པར་སོང། བཙན་བྱོལ་བོད་མིའི་འོས་བསྡུ་སྒྲིག་གཞི་དང་རྩ་འཛིན་ལམ་སྟོན་བཅས་འགལ་འཛོལ་བྱུང་བས་ཁོང་ལ

འཁོད་པའི་ཞུ་སྙན་སྦེལ་ཀོབ་ལུགས་བསམ་ས་གནས་འོས་བསྡུ་ལས་ཁང་ལ་བཏང་ནས་ནང་ཉིད་ནས་བཙན་བྱོལ་བོད་མིའི་འོས་བསྡུའི་སྒྲིག་གཞི་དོན་ཚན་ཉེར་བཞི་པའི་ནང་ཚན་གསུམ་པ་ལྔ་བ་བཅུ་གཅིག་བཅས་རིམ་པས་རྒྱལ་ཚོན་གྱིས་བཙན་བྱོལ་བོད་མིའི་མང་གཙོ་ལ་ཐད་ཀར་དོ་ཕོག་དང་སྒྲིག་འགལ་དུ་སོང་བར་ཉེས་པ་འགེལ་གནང་ཡོང་བའི་གུས་བཀུར་ཞུ་སྙན་ཕུལ་བའི་ཐོག་སྦེལ་ཀོབ་ས་གནས་འོས་བསྡུ་ལས་ཁང་ནས་སྤྱི་ལོ་ཉིས་སྟོང་ཉིན་གཙང་དྲུག་ཟླ་བ་དང་པོ་ཚེས་དགུ་བོད་དཔྱ་ཁྲལ་ཐག་གཅོད་གནང་བའི་ནང་ཨམ་ཇི་ཏཱ་ར་འམ་ངག་དབང་བློ་གྲོས་ནས་རང་ཉིད་ཀྱི YouTube དྲ་རྒྱའི་བརྒྱུད། སྤྱི་འཐུས་ཕ་གི་རྣམ་རྒྱལ་སྒྲོལ་དཀར་ལགས་ནས Ajmer གཞུང་འབྲེལ་ཆོས་འཁོད་སྐབས་བོད་པའི་ཚོས་ཚོང་རྩར་གཏམ་བཤད་གནང་བའི་བརྙན་དཔར་ཅི་ཐུབ་བྱས་ཏེ་བརྒྱུད་སྤེལ་བྱས་པར་དེ་གའི་ས་གནས་འོས་བསྡུ་ཚོགས་ཆུང་ནས་འགྲིག་མིན་གྱི་ཐག་གཅོད་ཞུས་པ་སླད་ཕྱིན་དོ་བདག་ནས་འགལ་འཛོལ་དེ་རིགས་བསྐྱར་ཟློས་མི་ཡོང་བར་ཡུལ་ཚབ་དམ་དོན་གནང་གལ་ཆེ་བ་ཞུ་རྒྱུ་དང་དེ་ལྟར་ལག་བསྟར་དོན་འཁྱོལ་མ་བྱུང་ཚེ་སྒྲིག་སྲོལ་ནི་ཉེས་ཅན་གང་ཡོད་ལག་བསྟར་བྱ་རྒྱུ་ཡིན་པ་དེ་དོན་ཡིད་འཇགས་ཞུས་ཞེས་གསལ་ཡོད་ཀྱང། སྤྱི་འཐུས་ལྷ་རྒྱལ་རྣམ་རྒྱལ་འགྲོ་ཁག་ལགས་ནས་དབུས་འོས་བསྡུ་ལས་ཁང་དུ་སྤྱི་ལོ་ཉིས་སྟོང་ཉིས་རྩ་དྲུག་ཟླ་བ་དང་པོའི་ཚེས་ཉི་ཤུ་འཁོད་ཡན་ནང་ཉིད་རང་གི་བཙན་བྱོལ་བོད་མིའི་འོས་བསྡུ་སྒྲིག་གཞིའི་དོན་ཚན་ཉེར་བཞི་པའི་ནང་གསེས་གསུམ་པ་དང་ལྔ་པ། བཅུ་གཅིག་བཅས་དང་རིམ་པས་དགེ་རྩོད་བྱས་པ་ལ་སོང་སྦེལ་ཀོབ་ལུགས་བསམ་ས་གནས་འོས་བསྡུ་ལས་ཁང་ནས་སྒྲིག་དོན་ཐག་གཅོད་ཡོང་བ་ཞུས་ཀྱང། ཞུས་ཡོད་ཀྱང། སྦེལ་ཀོབ་ལུགས་བསམ་ས་གནས་འོས་བསྡུ་ཚོགས་ཆུང་ནས་ཐག་གཅོད་བཅད་ཁྲ་ཟེར་བའི་དབང་རྩའི་ལས་བརྒལ་བའི་ཞིང་སྒྲིག་གཞི་དང་མ་མཐུན་པའི་ཐག་གཅོད་བྱས་སྐོར་གསལ་ཡོད་པས། དེ་ག་དབུས་འོས་བསྡུ་འགན་འཛིན་རྣམ་པ་ནས་སྒྲིག་དོན་ཉེར་ལྔ་པར་གཞིགས་པའི་ཐག་གཅོད་གཅིག་ཉན་གནང་དགོས་རྒྱུའི་བོད་ཁུལ་ཞུས་དོན་ལྟར། དེ་ག་དབུས་འོས་བསྡུ་ལས་ཁང་ནས་འབྲེལ་ཡོད་གཉིས་ཀའི་ལྷན་བཀའ་བསྡུར་དང་དཔང་རྟགས་ཡོངས་རྫོགས་ལ་ཞིབ་འཇུག

ག་པ། སྤྱིར་ཉིད་ནས་གླེང་སློང་བྱས་པའི་གནད་དོན་དེ་བཞིན་སྤྱི་ལོ་ཉིས་སྟོང་ཉིས་བརྩ་དྲུག་ཉི་ཤུ་རྩ་གསུམ་ཟླ་བ་དང་པོའི་ནང་སྐབས་བཅུ་བདུན་པའི་བོད་མི་མང་སྤྱི་འཐུས་ལྷ་རྒྱལ་རི་རྣམ་རྒྱལ་སྒྲོལ་དཀར་ལགས་གཞུང་འབྲེལ་ཆོས་གོས་སྐབས་ཀྱི་བྱུང་བའི་གནད་དོན་རྙིང་པ་ཞིག་ཡིན་པ་མ་ཟད་དེ་དང་འབྲེལ་བའི་ཐོག་ཁོང་གིས་བོད་མི་མང་སྤྱི་འཐུས་གྲོས་ཚོགས་སུའང་གསལ་བཤད་ཞུས་ཟིན་ཡོད། ལར་ནས་ཁོང་གིས། ཨ་ཇི་མེར་དུ་གནང་བའི་གཏམ་བཤད་དེ་བཞིན་འོས་བསྡུའི་ལས་རིམ་གྱི་ལོ་གཉིས་གོང་གི་གནས་ཚུལ་ཡིན་པས་དབུས་འོས་བསྡུ་ལས་ཁང་གི་ཁྱབ་ཚད་འོག་ཚུད་ཀྱི་མེད། འོན་ཀྱང་ཕྱི་ལོ་ཉིས་སྟོང་ཉིས་བརྩེགས་ལྔ་བཅུ་དྲུག་ལོའི་བོད་མིའི་བོད་མིའི་སྒྲིག་འཛུགས་སྲིད་སྐྱོང་དང་བོད་ནང་སྤྱི་འཐུས་སྐབས་བཅོ་བརྒྱད་པའི་འོས་བསྡུ་ཆེན་པོའི་ལས་རིམ་འགོ་བཙུགས་ཟིན་རྗེས་ཕྱི་ལོ་ཉིས་སྟོང་ཉིས་བརྩེགས་ལྔ་ཟླ་བ་བཅུ་གཅིག་པའི་ཚེས་གཉིས་ཉིན་ངེད་རང་གི་སྤྱི་ཚོགས་དྲ་རྒྱ YouTube དྲ་ཐོག Tara Tibet Medicine ཞེས་པའི་ནང་དུ་སྤྱི་འཐུས་ལྷ་དགེ་རིན་རྣམ་རྒྱལ་སྒྲོལ་དཀར་ལགས་ལ་གྲོ་རྟགས་དང་གཞི་མེད་སྐྱོན་འཛུགས་བྱས་པ་དང་ཁོང་གིས Ajmer སུ་གཞུང་འབྲེལ་མཆོད་འབོད་སྐབས་བོད་མིའི་སུད་ཚོང་སར་གཏམ་བཤད་གནང་བའི་བརྙན་པར་ལ་ཉིད་ནས་དཔྱད་བསྡུར་བྱས་ཏེ་བརྒྱུད་སྤེལ་བྱས་པ་མ་ཟད་སྤྱི་འཐུས་ལྷ་དགེ་རིན་རྣམ་རྒྱལ་སྒྲོལ་དཀར་ལགས་ལ་འོས་མ་ཐོབ་པའི་བསམ་སྦྱོར་ངན་པ་ཀུན་ནས་བསླངས་ཏེ་དབུས་གཙང་མི་མང་སྤྱི་དང་བྱེ་བྲག་ཏུ་གཞོན་སྐྱེས་འོས་འཕེན་པ་རྣམས་ལ་འབོད་སྐུལ་བྱས་པ། བོད་མིའི་ཐུན་མིན་བཟང་སྤྱོད་ལས་བརྒལ་ཏེ། དོ་བདག་གི་མི་གཤིས་ལ་སྐྱོན་བརྗོད་བྱས་པ། དེ་བཞིན་ས་གནས་སུ་གནད་དོན་དེ་ཡི་ཐད་ཞིབ་འཇུག་འགྲོ་བཞིན་པའི་སྐབས་སུའང་མུ་མཐུད་དོ་བདག་གི་སྐྱོན་བརྗོད་བྱས་པ་བཅས་ཀྱི་འགལ་རྩོད་བྱུང་འདུག་ཁ་པ། འབྲེལ་ཆགས་སྒྲིག་གཞི་བྱུང་རིགས།

དང་དགེ་ཚུལ་བྱུང་བའི་ར་སྤྲོད་ཀྱིས། སྒྲིག་གཞི་དོན་ཚན་ཉེར་ལྔ་པའི་ནང་གསེས་གསུམ་པ་དང་བཅུ་གཅིག་དགོངས་དོན་ལྟར་ཉེས་ཆད་ལག་བསྟར་ཞུ་རྒྱུ་ཡིན་པས་ཉིད་རང་ལ་ཕྱི་ལོ་ཉིས་སྟོང་ཉིས་རྩ་དྲུག་ཟླ་བ་དང་པོའི་ཚེས་ཉི་ཤུ་རྩ་བརྒྱད་ནས་ལོ་བརྒྱའི་རིང་གཞུང་འབྲེལ་གདམ་བྱ་འདེམས་བྱེད་ཀྱི་ཐོབ་ཐང་ཕྲུ་གུས་ཐག་གཅོད་ཞུས་པ་དང་དགེ་ཚུལ་དེ་རིགས་མུ་མཐུད་མི་བྱུང་བའི་དམ་དོན་ཡིད་གཟབ་དགོས་རྒྱུ་བཅས་བོད་དོན་ཁྲོད

ང་ཚོས་བསམ་བློ་གནང་ཡང་དེ་དེ་ལ་བརྗོད། རྙོག་དྲ་ནི་བྲོས་འགྲོ་ཡ་དང་རྙོག་དྲ་ལས་གདོང་ལེན་མ་བྱས་པའི་འདས་མ་ཁའི་རྩ་བ་ཉིད་མ་རེད། ང་ཚོས་དུས་ཐོག་ལ་ཡ། ད། གནད་དོན་ཅིག་སླེབས་ཀྱི་ཡོད་རེད། གནད་དོན་སླེབས་པའི་སྐབས་ལ་ཡ། བྱུང་ན། དོ་བདག་སོ་སོ་སོ་གིས་གནད་དོན་འདིའི་ཐོག་ལ་ཡ་ས་གནས་ས་ཐོག་ལས་ཞུ་གཏུག་བྱེད་བྱེད་ཅིག་ཡ་ཕེབས་དགོས་ན།

བྱས་ཙང་འདི་ལ address མ་བྱས་ནི་ང་ཚོས་ཡི་ད་འདི་མང་པོ་གནང་ཡ་ཡོད་མ་རེད་བཞག་འོ་རེད་འཁྲུག་གཞི་རེད་འདི་འཁྲུག་གཞི་མང་ལ་བཟོ་གོ་བསམ་གྱི་འདུག་བྱས་ཙང་སེ་འུ་གོ་ཡ་དེ་གལ་ཆེན་པོ་རེད་རེད་ཚད་མའི་ཞུ་བ་ལ་ན་ག་འདྲའི་ལ་ཚད་མའི་ཞུ་བ་རེད ྋགོང་ས་མཆོག་གི་བཀའ་དངོས་གནས་ཕྱི་ནང་བཀའ་དངོས་གནས་ག་རེད་སངས་རྒྱས་ནང་སངས་རྒྱས་ཀྱི་བཀའ་དེ་རེད་བསམ་གྱི་འདུག་དོན་དམ་པ་ཆོས་དཀོན་མཆོག་དེ་རེད་བསམ་གྱི་འདུག་སྲིད་ཇུས་གཅིག་ལ་ང་ཚོས་བཀའ་ཟུར་ག་འདྲའི་ངོ་ལེན་བྱེད་འོ་རེད་གལ་སྲིད་བདེན་འབྲེལ་ངང་སྐད་ཆ་གླེང་འདོད་བསམ་པ་འདི་སྐད་ཆ་འདི་ག་རེ་བཤད་པ་འདི་ལ་ནོར་འཁྲུལ་ག་རེ་བྱས་པ་དེ་དམིགས་བསལ་ཁས་མ་ལེན་བ་ཞིག་ཉེན་བརྡ་ཞིག་བཏང་ཡོད་ཞུ་བ་ཡིན་ན་སྐད་ཆ་གསལ་བོ་ཆགས་བོ་རེད་ངས་ཨེ་འདྲས་ཁས་ལེན་བྱེད་ཐུས་མི་འདུག་ག་ཡིན་ལ་ན་འདི་ང་ཚོའི་ཧ་གོ་བོ་རེད་ཚང་མ་འདི་ཡ་མེད་བཏང་ཆོ་ག་ལ་ཡ་དེ་སྡུག་ཅག་རེད་བྱས་རེད་ཡ་མེད་བཏང་ཡ་ཞིག་མ་རེད་འདི་ང་ཚོའི་ལོ་རྒྱུས་དང་འཚོ་བ་དང་ཚང་མ་མཉམ་འདྲེས་ཡོད་དེ་ང་ཚོ་མགོ་འཚོས་ཡ་ཞིག་རེད་བསམ་གྱི་འདུག་བྱས་ཙང་འདི་ང་ཚོའི་བླངས་བ་དེ་ང་ཚོའི་རྐང་བཟོས་ནས་རྙོག་དྲ་བྱས་ཨེ་འདྲས་བྱས་དེ་མ་རེད་ང་ཚོ་ཡང་མགོ་འཚོས་ངེས་ཞུ།

ཚོགས་སོ་སོའི་གི་ཆབ་སྲིད་དང་འདུ་བ་ག་རེ་གཅིག་གི་གདམ་ཀ་ཡོད་རེད་འདུག་པ་གནས་ཚུལ་ག་ག་རེད། ད་ལའི་བོད་མི། འདུ་བ་ཆོལ་ཁ་གསུམ་ཡོངས་རྫོགས་མཉམ་དུ་ཁྲིད་འདོད་ཡི་གེ་འདི་ང་ཚོ་དབུས་དང་ས་གནས་ལ་ཡོད་རེད་ད། འདྲ་འདྲ་ཐོག་ནས་དྲང་པོ་ཐོག་ནས་སུ་ནག་ཉེས་ཁོག་ཐོག་ནས་ཡ་བ་བཏང་ཉར་བྱེད་དགོས་ད་ཞེས་ཅི་ང་ཚོ་གསལ་པོ་ཞུ་ཞུ་ཡོད། དེ་ཡིན་དུས་མཚམས་དེ་ག་ནང་དེ་ག་ནང་བཞིན་ཟེར་ནས་འགྲིག་གི་འགྲོ་ཡ་དེ་ག་ནང་ལྷག་ཟེར་ནས་བོད་ཆས་ལག་བསྟར་འགྲོ་གི་རེད་བསམ་གི་ཡོད་ད་ལའོ།

རྒན་ཁྱེད་ཀྱི་བསམ་བློ་ཡོད་རེད་ད། ཞུས་ངས་མང་བདེན་མང་དྲང་གི་ཡང་ནས་ཡང་ནས་ཞུས་ཡིན་འདུག་བསམ་རེད་ཨ་ནི་ཁ་ཅིག་གིས་དྲང་པོ་ཞུས་པས་ནི་ད་ང་ཚོ་རབ་བཞིན་ནས་ང་ཚོ་གསུམ་རེད་སྐྱོན་བརྗོད་བྱེད་མཁན་ཧང་སངས་མང་པོ་རེད་དམིགས་བསལ་ང་ལ་ཡང་སྐྱོན་བརྗོད་བྱེད་མཁན་མང་པོ་པས་རེད་ད་འདི་ནས་ང་ཚོ་ཐད་ཀར་ལག་པ་འཆང་སོང་ན་ཨ་ནི་གང་ཟག་གིས་ཨ་ནི་གཅིག་གི་ཁ་ཕྱོགས་དེ་ཨ་ནི་སོ་སོ་ལ་སྐྱོན་བརྗོད་བྱས་པའི་རྐྱེན་གྱིས་ཨ་ནི་ཡང་གཅིག་བེད་སྤྱོད་དབང་ཆ་བེད་སྤྱོད་ལོག་པ་བྱེད་ཀྱི་འདུག་ཟེར་ཡ་འདི་འདྲས་ཀྱིས་ཡང་གྲོགས་གཏམ་མ་ཚེ་བ་མ་རེད་པ

ཞུ་གཅིག་མེ་སྒྱོགས་སྒྲོག་གཅིག་རྣམ་པ་ཅིག་ད་འཚོ་བ་ཞེ་ན་མེ་སྒྱོགས་སྒྲོག་བྱེད་ཅིག་དེ་འདྲའི་ཆ་དེ་བཞག་དེ་འདི་ལྟར་རྣམ་པ་ཚོ་ཡིན་ན་ད་གཞིས་ཆགས་ཁག་ཚང་མ་ལོགས་སུ་འཁོར་སྐྱོད་དུ་ཕེབས་ཡོད་རེད་ད་སླེབས་ལ་ཉེ་དུས་ད་འོས་བསྡུ་དེ་སླེབས་ལ་ཉེ་ལོ་རང་དེ་འདི་ད་ལོའི་འོས་བསྡུ་སྒྲོག་དེ་སྔོན་མ་ད་དེ་ལ་མི་མང་ཚོགས་ཀྱིས་མཉམ་ཞུགས་བྱས་ཡིན་ན་རེད་ག་འདྲའི་སྒྲོག་ཅིག་ཆ་ག་རེ་དྲན་གི་འདུག་ད་དེ་སྔ་ལས་ད་ག་ལོག་རེད་ཡག་ག་སྒྲོག་རེད་བསམ་ཡང་དེ་སྔ་ནས་ད་སྐྱོ་ལ་སྒྲོག་བསམ་འདུག་གནས་སྟངས་དེ། ཕུན་སུམ་ཚོགས་པའི་སྒྲོག་གི་རེད།